དེའི་ནང་ལ་ཁར་ཡོད་ལབ་དེ་དང་པོ་དེ་ལ་ལྕགས་ངར་དང་ངེས་ཅན་རྡོ་ངར། འབུར་ཕྱིར་གྱེར་རྡོ་གསར་དུ་འབུར་འདོད་ཡོད་རིགས་ནི་ས་གནས་རང་བདེན་ཚོགས་ཆུང་དང་ཕྱི་རྒྱལ་སྐུ་ཚབ་སྟོན་ཕྱོགས་ཁག་བརྒྱུད་བརྙན་ཤོག་བསྐངས་ཏེ་འབུར་འགོ་འཛུགས་ཆོག་ཟེར་གཅིག་དང་གཉིས་པ་དེ་ལ་སྔོན་མའི་འབུར་ཕྱིར་གྱེར་ཡུལ་གྱི་འབུར་འབབ་སྔོན་མའི་འབབ་རྩོད་ལྟར་ཆ་ཚང་ཐིག་གཅིག་ལ་འབུར་ཐིག་དང། དེ་ནི་ལོ་བཞི་ཁ་ཤར་དེ་ལ་ཁར་ཡོད་དེ་མིན།

སྦུར་འབུབས་ཐོག་ཆ་སྲུབས་བརྒྱ་ཆ་བཅུ་ལྡན་པར་བྱེད་དགོས་ལ་ནུས་ཡོད་ཆེད་དུ་དེ་ཡི་དེ་ཉིས་སྟོང་བཞི་ཚུན་ཆོད་ལ་འབུར་ཆུ་སྐྱེལ་འདི་ཡོད་ཡིན་པ་ཡིན་ན་མི་དེ་གིས་ཆ་སྲུབས་ལ་བརྒྱ་ཆ་བཅུ་སྤྲད་དགོས་ཀྱི་ཡོད་རེད་དེ་གཅིག་ལ། ཉིས་སྟོང་གསུམ་ཡན་ཆོད་ཀྱི་འབུར་ཆུ་ཡོད་པ་ཡིན་པ་ཡིན་ན་ཁོ་རང་ལོ་བཅུ་ཐམ་པའི་ནང་ལ་ཆ་བགོས་བྱས་ནས་སྔོན་མ་གི་དང་པོ་ཆད་པའི་སྐབས་ལ་ག་རེ་སྤྲད་དགོས་ཀྱི་ཡོད་ན་དེ་གི་ཐོག་ནས་སྤྲད་དགོས་རེད།

སྲིད་སྐྱོང་གིས་གོ་སྐབས་ཉེ་ཆར་ལ་རྒྱལ་ཁབ་གྲོས་བསྡུར་གང་འདྲ་ཞིག་བརྩི་དགོས་ཀྱི་རེད་དེ་དེ་ངས་གནད་འགག་ཆེན་པོ་ཐོག་ནས་བཞེས་ཡིན་དེ་ལ་དེའི་རྒྱབ་ལྗོངས་དེ་འདྲའི་གསུང་དགོས་ཡག་གི་རྒྱབ་ལྗོངས་རྒྱུ་མཚན་དེ་ད་ཕར་ཆེར་སྤྱི་ཚོགས་དྲ་ལམ་ཁ་ཤས་ཤིག་ལ་བལྟས་ནས་གསུང་གི་ཡོད་འགྲོ་བསམ་གྱི་འདུག་དེ་ཡིན་ན་ཡང་དོན་དག་དངོས་པོ་དེ་ཁྲིམས་སྒྲིག་གཞི་གི་སྒང་ནས་དེ་གོ་བ་གང་འདྲ་ཞིག་ལེན་དགོས་ཀྱི་ཡོད་ན་བསམ་འོ་དེ་དོགས་པ་བྱུང་སོང་དེ་གཅིག་ཞུ་བ་ཡིན། ཡིན་བཤད་དེ་ལྟ་འདི་ལག་དེབ་ཕྱིར་བསྡུ་གི་ཆ་ཅན་དེ་རེད། དེ་ལོ། གཅིག་མ་ཕུལ་གཉིས་མ་ཕུལ་གསུམ་མ་ཕུལ་བཞི་མ་ཕུལ་བྱེད་དུ་བསམ་པ་ལ་ཨ་ནི་ང་ཚོའི་གི། གར་སོགས་རེད། གྲངས་ཐོ་ཉར་ཚགས་བྱས་ཡ་དེ་ཚོ་ལས་ཏེས་ཏེས་ཅིག་ཁྱད་པར་འགྲོ་གི་ཡོད་རེད་ཁོ་མི་ད་ག་རང་གི་དངུལ། ཕུལ་ཡོད་དང་མེད་གི། གནས་སྟངས་འདིའི་འོག་ནས་བྱས་ཙང་ལོ་ལྔ་ནས་ལོ་ལྔ་རིང་ག་ལ་ལོ་གསུམ་ཕུལ་མེད་པ་ཡིན་ན་ལོ་གསུམ་གི་རྗེས་ལ་ཁོ་རང་ལ་ཕག་ཟླ་དལ་གྱིས་བཏང་ནས་ཁྱེད་རང་ལོ་གསུམ་ཕུལ་མི་འདུག་ད་ལྟ་ལོ་བཞི་འགྲོ་ས་རེད་ལོ་ལྔ་འགྲོ་བ་ཡིན་ན་ད་ལོའི་ལག་དེབ་ཡ་ཕུལ་གུ་གུར་དཱས་ཕྱིན་ནས་འདི་ལབ་པ་ཡིན་ན་ལག་དེབ་ཡ་བསྡུ་ཡ་དང་ཨ་ནི་དངུལ་ཆིག་ཟབ་སྤྲད་ཆོག་ཡ་ལ་ལག་པ་དེ་ད་ལྟ་འགལ་ཟླ་འགྲོ་གི་མི་འདུག་བསམ་པའི་གི་གནས་སྟངས་ཆིག་གི་འོག་ནས་འདི་བཟོས་པ་རེད་ཁར་སང་གཞུང་མ་ལག་དེབ་མ་སྤྲད་རོགས་གྱིས་ང་དངུལ་སྤྲད་གི་ཡིན་ཟེར་ལབ་པ་ཡིན་ན་དེ་མ་སྤྲད་རེད་མ་གཏོགས་བྱེད་གི།

འགྲིག་གི་མི་འདུག་ཕྱི་ནས་གྲོས་ཚོགས་ཀྱིས་ད་འདི་ལྟ་ལ་བསྡད་ཀྱི་མི་འདུག་ཕྱི་ནས་གསུང་གི་ཡོད་པ་ཡིན་ན་དེ་དེ་བཞིན་ཡང་ང་ཚོ་འགྱུར་བ་ཐེབས་པ་ཅིག་ག་འདར་ཀུ་རེ་སྤྱི་འཐུས་བཀའ་འདྲི་གནང་ནི་དེ་ནང་ལོགས་ལ་ཡང་ཁྲིམས་སྒྲིག་དང་ཨ་ནི་བཀའ་ཤག་གི་བཀོད་ཁྱབ་དེ་གཉིས་ག་རེ་གལ་ཆེ་གི་རེད་ཟེར་ནས་ད་ཁྲིམས་སྒྲིག་ནང་ལོགས་ནས་བཅའ་ཁྲིམས་དེ་གལ་ཆེ་ཤོས་རེད་དེའི་འོག་ནས་ཨ་ནི་ཁྲིམས་དང་སྒྲིག་གཞི་ནང་ལོགས་ནས་ད་བསྐྱར་བཅོས་ཀྱི་ཆ་ཅན་ལ། མང་ཆེ་བ་གཅིག་ངོས་སུམ་ཆ་གཉིས་ཀྱི་དཔྱད་བརྗོད་གནང་དགོས་ཀྱི་ཡོད་རེད་དེ་བཞིན་དུ་བསམ་པ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་བཞག་པའི་སྒྲིག་གཞི་དེ་ག་དེ་རང་བཞིན་གྱི་གོ་ན་གོ་ནའི་ཐོག་ཆགས་ཀྱི་ཡོད་རེད། དེའི་འོག་ནས་ཨ་ནི་བཀའ་ཤག་གི་སྒྲིག་གཞི་ཟེར་ཡ་ད་དེ་འདྲ་དཔེར་ན་བླང་དོར་སྒྲིག་གཞི་ཟེར་ཡ་སུ་འགྲོ་བྱས་ན་བཀའ་ཤག་གི་འཆམ་འབུལ་ཞུས་རྗེས་དེ་མགོ་ལྷན་ཁང་གི་གཏན་འབེབས་གནང་དགོས་ཡ་དེ་ཚོ་དེའི་འོག་གི་རིམ་པ་ཚོ་སླེབས་ཡོང་དགོས་རེད། དེའི་འོག་ནས་ད་བཀའ་ཤག་གི་རྩ་འཛིན་དང་བཀོད་ཁྱབ་དང་ལམ་སྟོན་དང་སྒྲིག་གཞི་ཟེར་ཡ་འདི་ཚོ་འདུ་བྱས་ནས་བརྩི་གི་ཡོད། གལ་སྲིད་ཡང་བཀུར། སྤྱི་འཐུས་གཅིག་པུ་མ་ཡིན་པའི་གི་གྲོས་ཚོགས་རང་ངོས་ནས་ད་དེའི་བེད་གོ་བ་ལེན་སྟངས་ནོར་ཏེ་ཤ་ཆང་ཚོ་འདི་འགས་ཏེ་ཤ་ཟིན་གསུང་གི་ཡོད་པ་ཡིན་ན་དེ་དེ་བཞིན་ང་ཚོ་འགྱུར་བ་བཏང་ཆོག་པ་ཕྱིས